རྣམ་པ་ལྷན་སྐྱེས་ཀུན་ཁམས་བཟང། ངའི་མིང་ལ་ཕུན་ཚོགས་བཀྲ་ཤིས་ཟེར། ལན། ངའི་ཕ་ཡུལ་ནི་མཚོ་སྔོན་ཞིང་ཆེན་ཡུལ་ཤུལ་བོད་རིགས་རང་སྐྱོང་ཁུལ་ནས་རེད། ད་ལྟ་ང་ཡོད་ས་འདི་ཡུལ་ཤུལ་ཁུལ་སྐྱེ་རྒུ་མདོ་གྲོང་ཁྱེར་དུ་ཡོད། ང་ཆུང་དུས་འབྲོག་པ་ནས་སྐྱེས་ཤིང་འཚར་ལོངས་སོང་བ་ཞིག་ཡིན། སློབ་གྲྭ་ལ་གཏན་ནས་འགྲོ་མ་མྱོང། དེའི་རྒྱུ་མཚན་གྱིས་རྒྱ་སྐད་རྒྱ་ཡིག་དང་དབྱིན་ཡིག་དབྱིན་སྐད་གཏན་ནས་ཤེས་ཀྱི་མེད། བོད་ཡིག་ཅུང་ཙམ་ཅིག་ཤེས། བོད་སྐད་ཡག་པོ་འདྲ་ཅིག་ཤེས། དེ་ནས་ད་རེས་ང་ཕ་ཡུལ་ལ་ཡོང་ནས་ཉི་མ་འདི་ཚོ་ལ་ཕ་ཡུལ་གྱི་ཚོང་ཁང་དང་ཟ་ཁང་ཁག་ལ་འདི་འདྲ་ཟེར་ནས་སྐོར་ར་བརྒྱབ་སྟེ་སོང་བ་ཡིན། དེ་འདྲ་ཟེར་ནས་འགྲོ་ཡོང་དུས། ངས་ང་ཚོའི་ཕ་ཡུལ་གྱི་སྐད་ཡག་པོ་ཅིག་ཤེས་ཀྱི་ཡོད། དེ་ནས་ཟ་ཁང་དང་ཚོང་ཁང་ཁག་གི་ནང་དུ་ཞབས་ཞུ་བ། ན་གཞོན། དེའི་ནང་ནས་ཀྱང་ཞབས་ཞུ་བ་བུ་མོ་ཆུང་ཆུང་དེ་ཚོ་ལ་ང་གི་གོ་གཟན་འདི་ལ་གོང་ག་ཚད་རེད་ཟ་མ་འདི་ལ་གོང་ག་ཚད་རེད། མིང་ཅི་ཟེར་བ་རེད་བྲོ་བ་ག་རེ་ཡོད་རེད་ཟེར་ནས་སྐད་ཆ་དྲི་ཡོང་དུས་ཁོང་ཚོ་མང་ཆེ་ཤོས་ཀྱིས་གོ་གི་མི་འདུག་མ་ཚད་ང་གིས་ཁོང་ཚོ་ལ་ཕ། ང་ཚོ་ཕ་ཡུལ་གྱི་སྐད་བཏགས་ནས་སྐད་ཆ་བཤད་ཞོར་དུ་ཁོ་ཚོ་མང་པོ་ཅིག་གིས་ནི་ཧའོ་ཟེར་གྱི་འདྲ། དེ་ནས་ཚོད་ལ་རྒྱ་སྐད་རྐྱང་རྐྱང་གི་ཐོག་ནས་སྐད་ཆ་བཤད་རྒྱུ་མ་གཏོགས་བོད་སྐད་གཙང་མ་གིས་སྐད་ཆ་བཤད་མཁན་ཤིན་ཏུ་ཉུང་ཉུང་རེད་འདུག་བོད་སྐད་སྣེ་ཁ་ཡར་སོང་ཅིག་བཤད་ཚར་དུས་ཐ་སྙད་ཁ་ཤས་ཅིག་ལབ་ཚར་དུས། དེ་ནི་ཁོ་ཚོས་གོ་གི་མི་འདུག། དེ་ནི་ངས་ཁོ་ཚོ་ལ། ང་ས་གནས་འདི་གི་མི་ཡིན། ངས་ང་ཚོའི་ཕ་ཡུལ་གྱི་སྐད་ཆ་གོ་གི་ཡོད། ཁྱོད་ཀྱིས་ང་ལ། ཕ་ཡུལ་གྱི་སྐད་ཆ་བཤད་རོགས་གྱིས། ཟེར་ནས་བཤད་པ་ཡིན། ལ་ལ་ལ། ཁྱོད་ཀྱང་བོད་རེད། ངས་བོད་སྐད་ཡག་པོ་གོ། ཁྱོད་ང་ལ་བོད་སྐད་བཤད་ན་འགྲིག་རེད། ཡིན་གྱི་མིན་གྱི། ང་གཉིས་བར་དུ། རྒྱ་སྐད་ཤིག་དགོས་དོན་ཡོད་མ་རེད། ངས་རྒྱ་སྐད་གོ་གི་མེད། དེ་འདྲ་ཟེར་ནས་ཁོང་ཚོ་ལ་སྐད་ཆ་བཤད་ཡོང་དུས། དེ་ནས་ལོ་ཆུང་ན་གཞོན་མང་པོ་གཅིག་ཁོང་ཁྲོ་ཟ་འགྲོ་འདུག་ཁ་ཤས་ངོ་ཚ་འགྲོ་འདུག་ཁ་ཤས་ཀྱིས་ཨོ། ད་ཤེས་ཤེས་ལེ་མ་རེད། དེ་འདྲ་ཟེར་ཡོང་འདུག། རྣམ་པ་ལྷན་སྐྱེས་ཚོགས། ད་ལྟ་ང་གི་སྙིང་ཐུང་འདི་ལ་གཟིགས་བཞིན་པའི་གྲོགས་པོ་རྣམ་པ་ཁྱེད་རྣམ་པ་ལ། རང་རང་གི་ཕ་ཡུལ་ནས་རང་གི་ཡུལ་མི་ལ་རང་གི་ཕ་ཡུལ་གྱི་སྐད་ཀྱི་སྟེང་ནས་སྐད་ཆ་བཤད་ཡོང་དུས་བདག་མི་འཕྲོད་པའི་གནས་ཚུལ་འདི་འདྲ་སོང་ཨེ་སོང། ངས་བལྟས་ན་ས་ཆ་མང་པོ་ཅིག་ལ་འབྱུང་གི་ཡོད་རྒྱུ་རེད་དྲན་འདུག། དེ་ནས་གྲོགས་པོ་རྣམ་པ་ཚོ། ད་དེ་དུས་ང་ལ་ཚོར་སྣང་ག་རེ་སོང་སོང་ཟེར་ན། རེད། ང་ཚོའི་ས་ཆ་འདིར། མང་ཚོགས་བརྒྱ་ཆ་བརྒྱ་ཆ་དགུ་བཅུ་དེ། ཚོང་ཁང་དང་ཟས་ཁང་ནང་ལ་ཡོང་མཁན་གྱི་སྐུ་མགྲོན་བརྒྱ་ཆ་བརྒྱ་ཆ་དགུ་བཅུ་དེ། ས་གནས་ཀྱི་བོད་རིགས་མི་མང་ཞིང་འབྲོག་མང་ཚོགས་རེད། ཁོང་ཚོ་ཚང་མས་ས་གནས་ཀྱི་ཡུལ་སྐད་གོ་གི་ཡོད་རེད། མི་རིགས་གཞན་དང་རྒྱལ་ཁབ་གཞན་གྱི་སྐད་དང་ཡི་གེ་དེ་ཁོང་ཚོས་དེ་ཙམ་གོ་གི་ཡོད་མ་རེད། དེ་མི་དགོས་ཡོང་དུས་ས་གནས་འདི་ན་ཚོང་ཁང་དང་ཟ་ཁང་ཕྱེ་མཁན་གྱི་འཇིམ་བདག་ཆེ་ཤོས་དེ་ཚོ་རྒྱ་རིགས་བློ་འཐོན་ཁག་རེད། རྒྱ་རིགས་བློ་འཐོན་ཁག་གིས་ཐད་ཀར་ས་གནས་མང་ཚོགས་ལ་འབྲེལ་བ་བྱེད་མི་ཐུབ་ཚོང་རྒྱག་མི་ཐུབ་དུས་དེའི་བར་དུ་གོ་བརྡ་སྤྲོད་མཁན་ཞབས་ཞུ་སྒྲུབ་མཁན་གོ་གཉིས་ཆོད་ལ། ལོ་ཆུང་གི་གཞོན་ནུ་དེ་ཚོ་བརླག་བྲིས་ནས་བསླད་ཡོང། ལོ་ཆུང་གི་གཞོན་ནུ་དེ་ཚོའི་ནང་ནས་སློབ་གྲྭ་ཆེན་མོ་མཐར་ཕྱིན་མཁན་སློབ་འབྲིང་མཐར་ཟིན་མཁན་ཡང་ན་དམའ་འབྲིང་མཐར་ཟིན་མཁན་སློབ་ཆུང་མ་གཏོགས་འགྲོ་མ་མྱོང་མཁན་ལ་སོགས་པ་ཡོད་རེད། ཁོ་ཚོ་འདི་ན་ཡོང་དུས་ཕྱོགས་གཅིག་ནས་ཞབས་ཞུ་བ་བསྲེག་དགོས་རེད་གཉིས་ནས་ས་གནས་མང་ཚོགས་དང། སྦྱིན་བདག་གི་བར་དུ་ལོ་ཙཱ་བ་བསྲེག་དགོས་ཀྱི་ཡོད་རེད། ཡིན་ན་ཡང་ཁོང་ཚོ་མང་པོ་ཅིག་གིས་དེ་གཟིགས་ཐུབ་ཀྱི་མི་འདུག་གལ་ཏེ། སྦྱིན་བདག་ཁོ་ཚོས་ཀྱིས་ཁོ་ཚོས་བཞག་ཡོད་པའི་ཞབས་ཞུ་བ་དེ་ཚོ་གིས་ས་གནས་མང་ཚོགས་ལ་གོ་བརྡ་སྤྲོད་ཐུབ་ཀྱི་མེད་པའི་གནས་ཚུལ་དེ་གོ་ལེ་ཡིན་ན། འདི་ཞབས་ཞུ་བ་དེ་ཚོ་ཕུད་ཡག་རྒྱུ་རེད་ད་ཕོ་སྤྲད་རྒྱུ་མ་རེད་ལས་གནས་ཤོར་རྒྱུ་རེད་ཡ། ངས་ཁོང་ཚོའི་ཞབས་ཞུ་བ་དེ་ཚོ་གིས་ང་ཚོ་ལ་ས་ཞེ་ཡག་པོ་ཟིག་ཐོབ་ཀྱི་མི་འདུག་དགོན་པ་ཅིག་ཡིན་ན་ཁ་དོག་ག་རེ་ག་རེ་འདུག་ཟེར་དུས་བོད་སྐད་ཀྱི་ལམ་ནས་ཁོང་ཚོས་གོ་བརྡ་སྤྲོད་ཐུབ་ཀྱི་མི་འདུག་ཟ་མ་ཞིག་ཡིན་ན་བྲོ་བ་ག་རེ་ཡོད་རེད་དེ་འདྲ་ཟེར་ནས་བཤད་ཡོང་དུས་ཡང་ཁོང་ཚོ་གིས་བོད་སྐད་ལམ་ནས་གོ་བརྡ་སྤྲོད་ཐུབ་ཀྱི་མི་འདུག་ངས་ག་ཚད་དེའི་གནས་ཚུལ་དེ་ཚོང་ཁང་དེ་དང་ཟ་ཁང་དེ་ཚོ་གི་འཇིམ་བདག་དེ་ཚོ་ལ་ཡར། ཡར་རྒྱུ་བྱས་པ་ཡིན་ན། དེ་ཚོ་གི་འོ་ད་ཞབས་རྒྱུ་བ་དེ་ཚོ། སྒོར་མོ་འཕྲོ་བརླག་རེད་འདུག་སྒོར་མ་རེད་ཟེར་ཡོང་རྒྱུ་རེད། ཡིན་ན་ཡང་ངས་གནས་སྐབས་དེ་ཟེར་པ་མེད། རྣམ་པ་ལྷན་རྒྱས་ཁྱེད་རྣམ་པ་གིས་བལྟས་ན། དེ་ཟེར་དགོས་ས་རེད་དམ་མ་རེད་ཁྱེད་ཚོས་དེ་འདྲ་ཟེར་གི་ཨེ་ཡོད། དེ་ནས། ངས་བསམ་བློ་ཞིག་བཏང་པ་ཡིན། འདི་གི་ན་གཞོན་ལོ་ཆུང་དེ་ཚོ། ད་ས་གནས་ལ་ཡུལ་སྐོར་ཡོང་མཁན་ལྟད་མོ་ཡོང་མཁན། ཕྱི་ལོགས་ནས་ཡོང་མཁན་གྱི་རྒྱ་རིགས་སློང་ཐོན་ཁག་ལ། ས་གནས་ཀྱི་རི་དང་ཆུ་ཀྱི་རིག་གནས། ས་གནས་ཀྱི་མི་ཆུ། ལྷ་ཆུ། ས་གནས་ཀྱི་བཟའ་བཏུང་སྐམ་སྲོལ་གོན་པ་གྱི་རིག་གནས། འགྲེལ་བཤད་རྒྱག་དགོས་ན་ཁོང་ཚོས་འདི་སྐོར་གྱི་ཐ་སྙད་དེ་ཚོ་ཡང་ཤེས་ཀྱི་ཡོད་མ་རེད། དེ་ཡིན་དུས་ཁོང་ཚོས་ས་གནས་ཀྱི་བོད་པ་གྱི་གོ་ཡང་ཆོད་མི་འདུག། དེ་ནས་ཁོང་ཚོས་བོད་པར་རང་གི་ས་གནས་ཀྱི་མང་ཚོགས་ཐམས་ཅད་ལ། ད་རང་གིས་ཡུལ་སྐད་ཀྱི་ལམ་ནས་ཁ་བརྡ་འཕྲོད་ཀྱི་ཡོད་མ་རེད། དེ་འདུག་ཁོང་ཚོས་དོན་ལ་རྒྱ་ཡིས་རྒྱ་གོ་མི་ཆོད། བོད་ཀྱིས་བོད་གོ་མི་ཆོད་མཁན། ད་དོན་ལ་མི་གོ་མི་ཆོད་མཁན་གྱི་མི་ཅང་ཅང་རེད། ད་ད་ལྟ་ང་ཚོའི་ལོ་ཆུང་གཞོན་ནུ་ཚང་མ། སློབ་སྦྱོང་ཟད་ཐག་རིང་ཐུང་འདྲ་མིན་སྣ་ཚོགས་ལ་བཏང་ཡོད་རེད། ད་ཁོ་ཚོ་ཡང་མ་འོངས་པ་ལ། མི་གོ་མི་ཆོད་མཁན་ཞིག་ཏུ་འགྱུར་རྒྱུ་ཨེ་ཡིན་ནམ། ཁོང་ཚོ་ཡང་སར་ཕ་ཡུལ་དུ་ལོག་ཡོང་དུས་ཕ་ཡུལ་མི་མང་ལ་གོ་བརྡ་མི་འཕྲོད། ཕ་གཞན་ཡུལ་དུ་འགྲོ་དུས་གཞན་ཡུལ་གྱི་མི་ལ་ང་འདི་ནས་ཡིན་ངའི་ཕ་ཡུལ་ལ་འདི་ཡོད། ཟེར་ནས་འགྲེལ་བཤད་རྒྱབ་མི་ཤེས་མཁན་དེ་འདྲ་ཞིག་ཏུ་གྱུར་སོང་ན་ད་སྐྱིད་དགོས་རེད། གྱོང་ཆེན་པོ་རེད་མི་འདུག་གམ་གྲོགས་པོ་ཚོ། ལྷག་པར་དུ་ཕ་མ་ཚོ་ཁྱིམ་བདག་ཚོ་ཁྱོད་ཚོས་བལྟས་ན་ད་འདི་ལ་ཐབས་ཤེས་ག་རེ་ཡོད་རེད། ད་གང་ལྟར་ང་ད་རེས་ཕ་ཡུལ་གྱི་སྲང་ལམ་ཡ་ཉུག་མ་ཉུག་ཅིག་བཟི་འོང་དུས། ཕ་ས་ཕ་ཡུལ་རང་ནས་ཞིང་འབྲོག་མང་ཚོགས་ཡིན་མཁན་གྱི་ང་རང་གྲོགས་མེད་ཁེར་རྐྱང་རེད་འདུག་ས་མཐོ་མགྲོན་པོ་རེད་འདུག་ད་ང་གི་སེམས་ཀྱི་ཚོར་བ་དེ་དེ་རིང་སྐད་ཆ་གྱི་ལམ་ནས་ཀྱང་ཕ་གཅིག་ཤེས་ཐུབ་ཀྱི་མ་རེད་ཡ། དྲ་གྲོགས་ལྷན་རྒྱས་རྣམ་པ་ཁྱེད་རྣམ་པ་ལ་ཚོགས་སྣང་འདི་འདྲ་ཡོད་དམ་མེད། ཡང་ན་ཁྱེད་རྣམ་པ་གི་དོན་དག་འདི་འདྲ་ཐུག་ཡོང་དུས། ཐབས་ཤེས་གར་བཏང་གི་ཡོད། ཁྱེད་རྣམ་པ་གི་གཤམ་ལ་སྐྱེམས་མཆན་གནང་རོགས་གྱིས། ད་ངའི་སྐད་ཆ་དེ་ང་ན་ཟུག་འདྲ་བོ་དེ་མཚམས་འདི་ན་འཇོག་བཀའ་དྲིན་ཆེ།